བོད་ལ་ཡག་ཅིག་གི་ས་འགུལ་གྱི་རྐྱེན་པས་རྐྱེན་ངན་མང་པོ་ཅིག་ཡོང་བསྡད་ཀྱི་ཡོད་རེད་ཡིན་ནའི་ད་དེ་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་ཡག་ཅིག་སྨོན་ལམ་རྒྱག་ཡག་གདའ་ཨ་མདའ་མི་ལྷག་བསྡད་པ་ཚོས་སིག་སེམས་ཤུགས་བསྐྱེད་ནས་བོད་གངས་རི་གི་ལྗོངས་ཕག་པ་ཅན་རེད་ཟེར་གྱི་འདུས་ཤིང།

ཡིན་ནའི་ང་རང་ཚོ་ཆོས་དད་མེད་ངན་ཅིག་ལ་ལས་ངན་ཁོ་དུས་ཙ་ནས་ད་སེམས་ཕམ་ཆེ་དད་མ་ཏོ་བྱ་ཡོད་མ་རེད་ང་ཚོ་ཆོས་དད་ཡོད་ངན་ཅིག་གི་ལས་ངན་རུ་ཅིག་སྨིན་ཡོད་དུས་ཙ་ནས་ད་སྡིག་པའི་སྔོན་ཆད་ཀྱི་སྡིག་པ་དག་ཡག་ད་ཕྱིན་ཆད་པའི་སྔོན་ནས་དྲང་གནས་ཀྱི་པའི་དགེ་བའི་བློ་ཁོང་ནས་ཁོང་དུ་འཕེལ་ཡག་དེ་འདྲིའི་གི་ཡང་ཁོ་ཚིག་མཐུན་པའི་རྐྱེན་གྱིས་སོར་གཅིག་ཆག་ཡག་དེ་འདུག་ག་དཔེར་ན་ང་རང་ཚོ་རྐྱེན་ངན་བཞི་བོ་ཞིག་ཡོང་བསྡད་དུས་ད་རྐྱེན་ངན་བདེ་སྐྱིད་བདེ་སྐྱིད་རྒྱུ་མཚན་དུ་བྱས་ཏེ་སོ་སོའི་ངོས་ནས་བྱང་ཆུབ་ཀྱི་གསུང་དང་སྟོང་ཉིད་ཀྱི་ལྟ་བ་གསར་དུ་ཐད་ཅིག་ཟབ་ཟོབ་བྱས་ནས་གོམས་ཡག་རེ་བྱེད་ཡོད་དགོས་འདུག་ག་བྱ་བཟང་ག། ཨ་མདོ་བོད་ལ་ཡག་ཐག་ཅིག་གི། སང་ཡོང་གི་རྐྱེན་པས་དེ་འདྲའི་རྐྱེན་ངན་མ་འགུག་ཅིག་ཡོང་དེ་ཡ་དེ་གི། ད། རྐྱེན་ངན་དེ་ཡིས་དེ། བྱང་ཆུབ་ལམ་དུ་བསྒྱུར་ཤེས་པ་ཅིག་གི། དེ་ང་རང་ཚོས་ད་བྱེད་ཡ་དེ། ཁོ་སོ་སོ་ལག་པ་ཡོད་པ་རེད་ལ། དེ་བསམ་བློ་བཏང་གི་ཡིན་ན། ཁོ་དཀོན་མྱང་དྲག་གནས་ཀྱི་ཁོ་ག་ཟོ་རེད། འབྲས་བུ་རྒན་པོ་ཞིག་སྨིན་པ་རེད་དེ་ཁོས་ཡང་རྐྱེན་བྱས་ནས་དགེ་བའི་བློ་སྐྱེ་ཡག་དག་ཅིག་གི་སེམས་ཤུགས་སྐྱེ་ཡག་རུ་དེ་འདྲས་རེད་ཁོ་ཕན་ཐོག་ཡོང་དེ་ཡག་ཅིག་གོ་རེད་དོ་བ། དཔེར་ན་ང་རའི་སྔོན་ནས་ཆགས་ཞག་ནས་ཨ་ད་ད་བོད་ལ་ས་ཡོམ་བསྐྱབས་ནས་ཆིག། བུ་གའི་རྐྱེན་ངན་རུ་མ་ལྐུག་ཏུ་འཕྲད་པ་ཅིག་པར་དང་ཐོག་ཡིན་དུས་རྩ་ནས། འདི་ཡང་ལྟ་ཅིག་བྱང་ཆུབ་ཀྱི་སེམས་སྒོམ་ཡག་དང། སྟོང་ཉིད་སྒོམ་ཡག་ཨེ་ན་འཕགས་པ་ཕྱག་ལེན་ཟེར་ལ་གསོལ་བ་བཏབ་ཡག་གི་སེམས་ཤུགས་པས་གོང་ནས་གོང་དུ་འཕེལ་ཡག་བྱེད་ཀྱི་ཁོ་ཕན་ཐོགས་འདུག་ག། སེམས་ཞུམ་བྱེད་སྡུག་སྐད་རུ་སྐྱེ་བོ་བསྟན་པ་ཡིན་པར་བྱས། ཁོ་དེ་འབྲེལ་གྱི་རྐྱེན་ངན་ཕྲད་ཡོང་དུས་ཚང་ནས་བདེ་སྐྱིད་བདེ་སྐྱིད། ད་རྐྱེན་ངན་ལམ་དུ་བྱེད་ཡག་ཅིག་གི་པའི་སེམས་ཤུགས་སྐྱེད་བྱེད་བྱེད་ཡག་དེ་ཁོ། ད་ག་ཚོད་ཆོས་པས་དེ་རེད་བཞག་ད། ཐེ་བན་རེ་ཞིག་རེ་བཞག། རྐྱེན་ངན། བྱང་ཆུབ་ལམ་དུ་བསྒྱུར་ཟེར་དེ་ལ་སྐད་ཆ་དེ་བཤད་ཀྱི་ཡོད་རེད། ད་དེ་འདྲ་ཡིན་དུས་ད་རེས་སྐབས་སུ་བབས་པ་ང་རང་ཚོ་བོད་ལ་ཡག་ཅིག་གི་ས་འགུལ་གྱི་རྐྱེན་པས་རྐྱེན་ངན་མང་པོ་ཅིག་ཡོང་བསྡད་ཀྱི་ཡོད་རེད་དེ་ཡིན་ནའི། ད་དེ། རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་ཡག་ཅིག་སྨོན་ལམ་རྒྱག་ཡག་དང།

རྐྱེན་ངན་བྱུང་ཚར་རྗེས་ནི་རྐྱེན་ངན་ལས་ངན་ལྡོག་ཏུ་མེད་པ་ཆགས་བསྡད་ཀྱི་ཡོད་རེད། ཡིན་ནའི། ང་རང་ཚོས་རྐྱེན་ངན་གྲོགས་ལ་ཤར་ཡ་བྱེད་ཀྱི་བསམ་བློ་ཞིག་བཏང་གི་ཡིན་ན་ཡང་གོ། ཨོ། གོ། རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་ཟེར་ཡ་གི། ཨོ་གསུང་ཡ་དེ་རེད་གོ། ཡང། ཨོ་ཕན་ཐོགས་ཡོད་རེད། ཨེ་ནས་ང་རང་ཚང་མ་ལོག་གི། ག་ཚོད་ཐུབ་ཐུབ་ཀྱི། ད་བོད་གངས་ཅན་གྱི་སྣོད་ཀྱི་གུས་པ་འདིའི་འདི་སྐད་ངས་བྱང་ཆུབ་ལམ་དུ་བསྐྱུར་ནས་ཕབ་ཁ་ཆེན་རེ་བསྲེགས་གི་པས་རེ་དང་འདུས་ཤིང་འོ་ད་བོད་གི་པས་འདུས་ཤིང་ད་བསྙོན་དུ་མེད་པ་ཅིག་གི་ཆགས་བསྡད་དུས་ཙཱ་ནས་ཚིག་ཕག་པ་ཆེན་རེ་བསྲེགས་གི་ད་འདུས་ཤིང་གི་མི་ཚོས་པས་སྐད་ངས་བྱང་ཆུབ་ལམ་དུ་བསྐྱུར་བའི་སྒོ་ནས་ཕག་པ་ཆེན་རེ་བསྲེགས་ཐུགས། དགེ་བ་ཆེན་པོ་ཡོང་ཡག་ཅིག་གིས་དེ་ང་རང་ཚང་མ་ལོག་ལ་སེམས་ཤུགས་སྐྱེ་བ་རེད། རྐྱེན་ངན་བྱུང་བསྡད་པ་དེ་དེའི་སེམས་ཤུགས་ཆགས་ནས་མ་བསྡད་པ་བྱས། ཡང་ད་ག་ནང་བཞིན་གོ། དེ་འཇུ་བའི་ཁྲུས་ཡིན་དུས་ཙང་ནས་ཅིག་གིས་མི་ལ་ཡང་ཁ་བཞག་ཟེར་མི་འདུག་ག། བྱས་ཙང་ང་རང་ཚང་མ་ལོག་གི་སང་ཡུམ་རྒྱབ་ཡག་ཚར་རོ་ཅིག་དེ་ཚོའི་གྲས་དེ་གོ།

བོད་གཞིས་བྱེས་བོད་མི་ཡོངས་རྫོགས་ལོ་ཨེན་ཕྱི་རྒྱལ་ལ་ཡོད་ངེས་བོད་བོད་སོགས་བྱས་ནས་ང་རང་ཚང་མ་ལོ་ཨེན་དགེ་སེམས་ཡག་པོ་བོ་ཅིག་སྐྱེ་ཡ་དེ་གལ་ཆེན་པོ་ཞེ་དྲག་རེད་ཤག་ཨེན་རྒྱ་ནག་ལས་དེ་རིགས་སྐྱེ་ས་ནང་བན་ཆོས་དར་ཁྱབ་ཆེ་རུ་ཆེ་རུ་འགྲོ་བསྡད་ཀྱི་ཡོག་རེད། དཔེར་ན། ངའི་མིང་ཆགས་ཤར་ནས་རྒྱ་ནག་ལ་ཡ་ག་མོས་བྱེད་མཁན་དེ་ཤུགས་ཆེར་ཆེར་འགྲོ་གི་ཡོད་པའི་སོར་བཞི་འདུག་ཨེ་ནི། ཤ་དེ་འདྲ་ཡིན་དུས་ས་ནས་ང་རང་ཚགས་པར་ལོག་པའི་སེམས་ཞུམ་ནི་མ་བསྡད་པ། འོ་ད་ཅིག་རྒྱལ་བའི་བློ་ག་ཚད་ཐུབ་ཐུབ་ཀྱིས་མ་སྐྱེས་པ་སྐྱེས་སྐྱེས་པ་གོང་ནས་གོང་དུ་སྤེལ་ཡག་གི་སེམས་ཤུགས་ཤིག་སྐྱེས། ཨེ་ནི། གལ་ཆེ་ཤོས་ང་རང་ཚ་གོ་ལོ། ཅིག་མགོ་ནས་དལ་པོ་དང་དམ་ཚིག་གཡོ་བ་མེད་པ་འདི་འདྲའི་ཅིག་གི་ཏུ་ས་ད་ཡ་ཅིག་གི་འདི་གལ་ཆེན་པོ་རེད་ཤག་ཨེ་ནི་ང་རས་ངོས་ནས་བྱ་བྱ་ནས་ད། ང་ད་བོ་ཏུ། སེམས་ཤུགས་སྐྱེད་བྱེད་བསྡད་པ་ཡིན་ད་དུང་ཡིན་ན་ཡང། ལོ་བརྒྱ་ཕྲག་ལྷག་ཙམ་རིང་ལ་ང་སེམས་ཤུགས་སྐྱེད་བྱེད་བསྡད་བསྡད་ཀྱི་ཡོད། བྱས་ཙང་ང་རང་ཚ་མོ་ལོ། བའི་སེམས་ཤུགས་སྐྱེད་ནི། ཨེ་ནི། རྒས་བའི་བློ། དང་གཙོ་བོ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་ཚོའི་གྲས་ཡག་པོ་བོ་ཅེས་ཉིན་རེ་བཞིན་དུ་བསམ་བློ་བཏང། རྒྱལ་བ་དགྱེས་པའི་མཆོད་པ་ངོ་མ་རེད། འགའ་ཚོ་སོ་སོ་ཆགས་ཞག་ནས་པས་འདི་ཕྱིའི་ཚོགས་གསོག་སྒྲིབ་སྦྱོང་བྱེད་ཡག་ཡག་ཤོས་དེ་རེད་ཤག་ཨེ་འང་ཚོ་འཛམ་བུ་ལི་འདི་གང་གི་མི་མང་ཚོ་ལ་ཡིན་ནའི་སྔོན་དང་དྲང་གནས་ཀྱི་ཆོས་པ་ཅིག་གི་པའི་སེམས་ཀྱི་པའི་ཆགས་སྡང་གི་བློ་ཉུང་རུ་བཏང་ནས་སེམས་ཀྱི་ཞི་བདེའི་ཐོག་ནས་རོགས་པ་ཚོ་ལས་ཞི་བདེ་བྷི་གྷེ་ད་ལོང་བྱས་ཅིག། འཛམ་བུ་གླིང་གི་མི་ཚོས་སྤྱི་བཏང་བོད་པ་ཚོ་ལས་དགའ་བོ་གཅིག་འདུག་ག། བོད་པའི་གཤིས་ཀ་དང་ཡིད་བདེ་གི་བཟང་སྐུ་ཆེ་གཅིག་འདུག་ག། ངས་ངོ་ཤེས་པ་མང་པོ་ཡོད་རེད་དེ་ཚོའི་གྲས་ཀྱིས་བོད་པའི་གཤིས་ཀ་དང་སྤྱོད་ཚུལ་གྲས་ལ་བསྟོད་བསྔགས་བྱེད་མཁན་ཞེ་དྲག་ཡོང་གི་ས་ང་རང་ཚང་མ་ལོ་ཧུ་ཐག་པ་དང་བྱ་བ་རེད་ང་རའི་ངོས་ནས་ཧུ་ཐག་ཆེ་བསམ་བསྡད་ཀྱི་ཡོད་ཨེ་ནི། དེ་ན་ང་ཕལ་ཆེར་ལོ་དེ་འདྲའི་ངེས་ཅིག་གཉིད་ལམ་དུ་ཨ་དེ་འདྲ་ལ་བལྟས་པ་ཡིན་ན་ང་ལོ་བརྒྱ་དང་བཅུ་བགྲང་ཅིག་བསྡད་ཡག་གི་བཟོ་འདུག་བཙན་བཟང་ངའི་ངོས་ནས་ཧུར་ཐག་པོ་ཐག་བྱེད་ཀྱི་རེད། ཨེ་ནི་ཁྱེད་རང་ཚོ་ཆོས་གྲོགས་ཚོ་ཡིས་ཨེ་ནི་ཧུར་ཐག་པོ་ཐག་བྱེད་ཞུགས། ཨེ་ནི། ཨེ་ད་ད་རིགས་ཅིག་གི་རྐྱེན་ངན་ང་རང་ཚོ་བོད་ལ་ཅིག་གསང་ཡུམ་འདི་འདྲིག་གི་རྐྱེན་ངན་བྱུང་བསྡད་པ་ད། ད་འདི་ཁོ་རྐྱེན་ངན་བྱང་ཆུབ་ལམ་དུ་གྱུར་སོང་བ་ན་བཞིན་གྱི་ཁོ་རུ་རྐྱེན་ངན་བྱུང་བ་ནི་ཁོང་ཁྲོ་ཟ་དད་སོགས་རོ། པའི་ཡང་ན་པའི་སེམས་ཤུགས་པས་ཆགས་ནས་དད་དེ་འམ་དེ་འདྲ་མ་ཡིན་པ། པའི་རྐྱེན་ངན་བྱང་ཆུབ་ལམ་དུ་གྱུར་ཤེས་པ་ཞིག་གིས་ཐོག་ནས་ནི་རྐྱེན་ངན་ལམ་དུ་ལྷོངས་པ་ཞིག་བྱུང་ན་ཡག་པོ་རེད།